གནམ་འོག་གི་གཟེངས་རྒྱུན་སིང་སིང་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་སྐུ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ཞེ་བཞི་དྲུག། བོད་ཟླ་བཅུ་གཅིག་པའི་ཚེས་པ་བཅུ་བདུན་དང། ཕྱི་ལོ་ཉིས་སྟོང་བརྒྱད་མའི། ཉི་ཤུ་ལོའི། ཕྱི་ཟླ་དང་པོའི་ཚེས་པ་བཅུ་གཉིས་རེས་གཟའ་ཉི་མ་རེད། དེ་རིང་འདི་ག་གནམ་འོག་གི་གཟེངས་རྒྱུན་ཚན་པས་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ནང་ལ། རྩོམ་པ་པོ།

འཛིན་སྐྱོང་བཀའ་ཤག་གིས་ཆོག་བྱེད་ངེས་གཅིག་དང། དོན་གཅོད་ཟུར་པ་སྤེན་པ་ཚེ་རིང་གིས་ཆོག་བྱེད་ངེས་གཅིག་བྱས། དེ་ལས་གཞན་པའི་གིས་བར་བཞུགས་གནང་ངེས་བྱས་འོང་འདུག་ག་ལ་ཡང་དུམ་བུ་གསུམ་འདྲ་བོ་ཆགས་འགྲོ་འདུག་དེ་ཡིན་ཙང་ཧ་ནི། རྩོམ་པ་པོ་ཉག་རོ་དོན་གྲུབ་ལགས་དམ་དག་བར་བཞུགས་གནང་ངེས་གྲས་རེད་དེ་ཡིན་དུས་ཧ་ནི་ཁྱེད་ལ་ཡང་ཁམས་ཆུང་ཡང་ཉུལ་ཤུ་བ་དང་སྤྱི་བཏང་གི་གཟིགས་ཚུལ་ག་རེ་ཡོད། ད་ཐོག་མ་དེ་ལ་ཡ་ད་ད། རྣ་བོང་སངས་རྒྱས་ཚངས་པའི་འགན་མཛད། ནི་ད་ཚེ་མི་ལོ་འགའ་ལ་དང། ནི་ད་དེ་ལ་ནི། གཟིགས་ཞིབ་གནང་མཁན་གྱི་རྒྱ་ཆེའི་དམངས་ཚོགས་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་ནི་ལོ་འགའ་ལ་ད་ལྟ། ད་ད་ལྟ་ཁྱེད་ཀྱིས་གསུང་ཡས་དེ་ལ་ད་ལྟ་ང་ཚོས། དོན་གཅོད་འཕོ་འགྱུར་བཏང་ཡས་ཀྱི་རྒྱལ་རིམ་ནི་ཁམས་ཆེན་འོག་ཉི་ཤུ་པ་དང་འབྲེལ་བ་བྱས། ནི་དེ་ལ་ད་ལྟ་ང་ཚོས། བཙན་བྱོལ་ཆོས་ཚོགས་དེ་དུམ་བུ་གསུམ་འདྲ་བོ་ཅིག་ཆགས་ཡོད་པ་དེ་བདེན་པ་རེད། ཡིན་ན་ཡང་ད་ཐེ་དེ་ལས་ངེས་ནས་ཨ་ནི་འོ་མ་དང་རང་བཙན་ཤག་ཀྱང་གཉིས་ཆགས་ཡ་འདྲ་བོ་དང། ཨ་ནི་ད་ནང་བཞིན་གི་ད་ལྷ་སྲང་བསྟན་མཆོག་དང་འབྲེལ་ནས་ཨ་ནི་བཙན་བྱོལ་ཆོས་ཚོགས་ནང་ལ་ཡང་དུམ་བུ་ཁབ་འདྲ་དེ་འདྲས་འགྲོ་ཡོད་པ་འོ་དེ་འདྲས་ཅིག་དེ་ད་ད་ལྟ་ང་ཚོས་ཀྱི་བཙན་བྱོལ་ཆོས་ཚོགས་དེ་དངོས་ནས་ཁ་འཐོར་དགུ་འཐོར་འདྲ་པོ་ཅིག་ཕལ་ཆེར་འགྲོ་ཡོད་པ་འདྲ་བོ་ཅིག་གི་གནས་སྟངས་དེ་འདྲ་ཅིག་ཆགས་བསྡད་འདུག་ཨ་ད་ཡིན་ན་ཡང་ང་འདྲ་བོ་ཅིག་ཡིན་ན་ད་ལྟ་ཁམས་ཆེན་དབང་ཉི་ཤུ་པ་དང་འབྲེལ་ནས་ད་ལྟ་ཆོས་ཚོགས་ནང་ལ་གླེང་སླང་ཡང་བསྡད་པ་དེ་ཚོ་ལ་ཕྱོགས་གཉིས་ཆ་ལ་རྒྱབ་སྐྱོད་དང་ཨ་ནི་ཅིག་ད་དེ་དང་འབྲེལ་བ་སྐད་མེད་པ་འདྲ་བོ་དེ་འདྲའི་བར་ནས་མི་འདྲ་བོ་རེད། ཡིན་ན་ད་དེའི་བར་གནས་གཅིག་གི་བསམ་ཚུལ་གྱི་སྒང་ནས། ད་ལྟ་གི་དོན་གཅོད་འཕོ་འགྱུར་གྱི་བརྒྱུད་རིམ་ནི་མ་ཁམས་ཆོས་དབང་ཉི་ཤུ་པ་དེ་ལ་ལྟ་སྟངས་ག་རེ་འདུག་འགྲོ་བོ་ཅིག་ལབ་པ་ཡིན་ན། ད་དེ་ཁམས་ཆོས་དབང་ཉི་ཤུ་པ་དེ། དོན་གཅོད་འཕོ་འགྱུར་གཏོང་ཡས་ཀྱི་བརྒྱུད་རིམ་གཅིག་ནས་མ་སླེབས་པ་རེད་དེ་ཡིན་ན་ཡང་ད་དེའི་ཁམས་ཆོས་དབང་ཉི་ཤུ་པ་གྱི་འགྲོ་སྟངས་འདྲ་བོ་ཅིག

ཆེད་དུ་ཅིག་མ་དགོས་ཡ་གི། གཉགས་དགྲ་ཅིག། བཙན་བྱོལ་ཆུ་ཚོགས་ནང་ལ་བཟོ་བསྡད་གི་འདུག་ཅེས་ཡ་འདྲ་བོ་ཅིག་གིས་ལྟ་སྟངས་འདི་འདྲ་ཅིག་ལེགས་ཡོད། ལ་སུ་ལྟ་བྱས་ན། སྤྱི་བཏང་ནས་ཁམས་ཆུའང་ཉུ་ཤུ་བ་གི་གནད་དོན་འདི་ཁྲིམས་གཏུག་གི་གནད་དོན་ཅིག་རེད། དོན་གཅོད་འཕོ་འགྱུར་གི་གནས་སྟངས་འདི་བཀའ་ཤག་གི་ལས་བྱེད་ཅིག་འཕོ་འགྱུར་བཏང་ཡ་གི་གནས་སྟངས་ཅིག་ཡིན་འདུག་གང་ལ་དེ་གཉིས་པ་རུ་ལ་འབྲེལ་བ་ག་རེ་བྱ་དགོས་རེད། ད་དེ་འདྲ།
དོན་གཅོད་འཕོ་འགྱུར་བཏང་ཡོད་དེ་དངོས་གནས་ཡིན་ན་བཀའ་ཤག་གི་སྐུ་དབང་ཡིན་པ་གང་ཞིག་ལ་ཨ་ནི་བཀའ་ཤག་གི་སྐུ་དབང་དེ་བཀའ་ཤག་རང་གིས་བེད་སྤྱོད་བྱས་པ་ཅིག་རེད་ད་དེ་ཡིན་པ་ཡིན་ན་བཀའ་ཤག་གི་ངོས་ནས་བཀའ་ཤག་གི་ཅིག་ལས་གཞི་ཅིག་དང་དོན་གཅོད་ད་དེ་འདྲས་ཅིག་ཡར་བསྐུལ་ཡ་མ་འཕོ་འགྱུར་བཏང་ཡ་དེ་ཚོ་དངོས་གནས་ཡིན་ན་རང་དབང་ཅན་གྱི་ཨ་ནི་སྡེ་ཚན་གཅིག་གཞུང་གཅིག་ཆགས་དགོས་ཀྱི་ཡོད་ད་དེ། དེ་ལ་སུ་ཀུན་གྱི་འབྲེལ་བ་གཅིག་གྱུར་ཏུ་བྱས་མེད་པ་དང་དེ་ལ་སུ་ཀུན་གྱི་གནོད་ཤུགས་དང་ཨ་ནི་གཅིག་དངོས་ལ་འཐེན་ངེས་རྒྱབ་ནས་ཚུར་སྤི་རྒྱ་བཏང་ངེས། ལ་དགོས་པ། དེ་འདྲའི་སྐད་ཀྱི་མི་ངན་ཅིག་གིས་རང་དབང་ཅན་གྱི་སྡེ་ཚན་གཅིག་གི་ངོས་ནས་ལས་བྱེད་ཡ་བསྐོ་གཞག་བྱས་ཡ་འཕོ་འགྱུར་བཏང་ཡ་དེ་ཚོ་ཚང་མ་ཚད་ལྡན་གྱི་ང་ཚོའི་ཅིག་ད་བཅའ་ཁྲིམས་ཡོད་པ་གང་ཞིག་ལ་དེ་ལག་བསྟར་བྱེད་ཐབས་འགོག་ཡོད་རེད་ད་ཡིན་ན་ཡང། ད་འདི་ང་ཚོའི་ཁམས་ཆེན་ཨོན་ཉི་ཤེས་པ་དང་དོན་གཅོད་འཕོ་འགྱུར་གཏོང་ཡ་དེ་གཉིས་ལ། ད་ང་འདྲ་བོ་ཅིག་ལྟ་ཡ་ཡིན་ན་དོན་གཅོད་འཕོ་འགྱུར་གཏོང་ཡ་ལ་དང་པོ་ཡ་བཀོད་གཏོང་ཨ་ནི་རྗེས་ནི་མ་འཕོ་འགྱུར་གཏོང་གཏོང་དེ་ཚོ་ཚང་མ། ད་ད་ད་ཚགས་པར་སྒྲིག་འཛུགས་གཅིག་གི་ངོ་བོ་ནི་སྒྲིག་འཛུགས་གཅིག་གི་ཨ་ནི། སྒྲིག་ཡིག་ཆུ་ཚོན་གྱི་ལག་ལེན་བསྟར་བསྡད་ཀྱི་ཡོད་པ། དེའི་སྒྲིག་ཡིག་ཆུ་ཚོན་གྱི་ལག་ལེན་བསྟར་ཡོད་པ་དེ་ཁྲིམས་མཐུན་གྱིས་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ཡང་ད་ལྟ་ཁམས་ཕྱི་ཨང་ཉི་ཤུ་པ་གི་ཁམས་ཕྱི་དེའི་ནང་ལ་དེ་ཚོ་ཚང་མ་རྩིས་མེད་འགྲོ་ཡས་དེ། ག་འདྲ་བྱས་ནས་འགྲོ་གི་ཡོད་རེད་ལ་ན་ཁམས་ཕྱི་ཨང་ཉི་ཤུ་པ་དེ། དང་པོ་ནས་གསར་བཤད་དོན་ཚན་བཅུ་དེ་གི་སྒང་ལ་ཁམས་ཕྱི་རྒྱག་ཡོད་པ་མ་གཏོགས་དོན་གཅོད་འཕོ་འགྱུར་བཏང་ཡ་དེ་འབྲེལ་བ་རྩ་ནས་མེད་པ་ཅིག་གི་སྒང་ལ་ཁམས་ཕྱི་རྒྱབ་བསྡད་ཀྱི་ཡོད་པ་ཅིག་དང་ཁམས་ཕྱི་ཡ་དེའི་སྒང་ལ་ཁྱིམ་མཐུད་ཁྲིམས་ཞིབ་ཁང་གི་ལན་ནི་དེའི་སྒང་ལ་ཁྱིམ་མཐུད་ཁྲིམས་ཞིབ་ཁང་གི་མ་ད་ལྟ་འདི་ཉམས་ཞིབ་བྱེད་ཡ་ཨ་ནི་རྩོད་གླེང་བྱེད་ཡ་དེ་འདྲའི་ཅིག་གི་སྒོ་ནས་འགྲོ་བསྡད་ཀྱི་ཡོད་པ་འདྲ་བོ་ཅིག་མཐོང་བསྡད་ཀྱི་འདུག་དེའི་སྤྱི་དེ་ང་ཚོས་ད་ལྟ་བཀའ་ཤག་གི་ངོས་ནས་ཡིན་ན་དཔང་རྟགས་མང་ཆེ་བ་ཅིག་དེ་དེ་གོ་ཆོག་གི་ཡོད་ས་མ་རེད་བ་ཅེ་དེ་ག་རེ་ལ་ན

དོན་གཅོད་འཕོ་འགྱུར་དང། ཁམས་ཕྱོགས་ཉུལ་ཞུས་པ་གཉིས་པོ་དེ་ལ་ཡང་འབྲེལ་བ་མེད་པའི་སྐོར་དེ་གསུངས་གནང་བ་རེད་དེ་འདྲ་ཡིན་དུས། ཁམས་ཕྱོགས་ཉུལ་ཞུས་པ་དེ་དོན་ཚན་བཅུ་གི་གནད་དོན་གྱི་ཐོག་ལ། དོན་གཅོད་འཕོ་འགྱུར་གྱི་དོན་ཚན་བཅུ་གི་གནད་དོན་ཐོག་ལ་ཡང་ཁམས་ཆུ་བརྒྱབ་ཡོང་གི་ཡོད་དུས་གང་ལ། གཅིག་ནས་ཀྱི་ད་ལྟ་བཅད་ཁྲ་ནང་ལོགས་ལ་ཡང། དོན་གཅོད་འཕོ་འགྱུར་བཏང་ཡག་དང། དེ་ནས་ཁམས་ཕྱོགས་ཉུལ་ཞུས་པའི་གནད་དོན་དེ་ཚོ་རྩ་བ་དང་ཡན་ལག་ཡིན་ལྟ་བུ་གྱི་འགྲེལ་བཤད་ཅིག་ཡོང་བསྡད་ཀྱི་འདུག་དེ་འདྲ་ཡིན་དུས། འདི་གར་གསལ་ཡོད་རེད། ད་དེ་ད་ལྟ་ངས་གང་དུ་བྱིས་པ་ནང་བཞིན་རེད་ད་ལྟ་སྟོན་ཆོས་འཕོ་འགྱུར་གཏང་ཡ་གི་འགྱུར་རིམ་ནི་མ་ས་ཤེས་སྟོན་ཚན་བཅུ་དུ་བཀའ་ཤག་གི་བྱས་པ་རེད། ས་ཤེས་སྟོན་ཚན་བཅུ་དུ་བྱས་ཡ་དེ་ང་ཚོ་དང་མཐོང་བསྡད་ཡ་དེ་རེད་ང་ཚོ་ཆུ་དང་ང་འདྲ་བོ་ཅིག་ནི་ཕྱོགས་གཉིས་ཀ་ལ་འབྲེལ་བ་གས་ཡོད་མ་རེད་དེ་ཡིན་ན་ཡང་ང་ཚོའི་ཆུ་ཚོགས་ནི་ད་ཅིག་ད་ལྟ་དྲ་ལམ་དང་དུ་ཚོགས་ནས་མཐོང་བསྡད་ཡ་དེ། དེར་དེའི་སྤེན་པ་ཚེ་རིང་གི་རྒྱབ་སྐྱོར་པ་ལ་ན་རེ་སྤེན་པ་ཚེ་རིང་གི་ཤག་ཁག་དེ་གིས་དོན་གཅོད་འཕོ་འགྱུར་གཏོང་ཡ་དེ་ཕྱི་ས་ནང་ས་བྱེད་དགོས་ཀྱི་ཡོད་དེ་ལ་ས་བཤེར་བྱེད་དགོས་ཀྱི་ཡོད་ཚོགས་ཆུང་བཙུགས་དགོས་ཀྱི་ཡོད་དེ་འདྲའི་ཆེད་ནས་ངོ་རྒོལ་རབ་དང་རིམ་པ་མང་པོ་ཅིག

དོན་གཅོད་དེ་ཡ་ཀོ་བའི་ནང་བཞིན་མ་འཕོ་རྒྱུ་བཏང་བ་རེད་གསུངས་ཡོད་དེ། ཡིན་ན་དེའི་གི་འབྲུག་མི་ཡི་ལ་ནི་ཡང་ཡང་སྐྱེ་དངོས་སྒོ་འབྱེད་བསྡད་དེ་དོན་ཚན་གཅིག་དུ་མ་གསལ་བསྒྲགས་བྱས་བ་རེད། ད་དོན་ཚན་གཅིག་དུ་གསལ་བསྒྲགས་བྱས་ནས་མ་སླེབས་ཡ་གི་སྐབས་དེ་ལ། ཨ་ནི་དོན་ཚན་གཅིག་དུ་དོན་གཅོད་འཕོ་རྒྱུར་བཏང་ཡ་ལ་མ་འགྲིག་ཡ་གི་དོན་གཅོད་འཕོ་རྒྱུར་བཏང་དགོས་ཡ་ལ། སྤེན་པ་ཚེ་རིང་གི་ལས་ཀ་བྱེད་སྟངས་ཡིན་ན་རེད་རྣམ་འགྱུར་སྟོན་སྟངས་ཡིན་ན་རེད་ཐིག་ཤོད་འགྲོ་སྟངས་ཡིན་ན་རེད་དེ་འདྲིའི་དེ་འདྲིའི་འགྲོ་བྱ། བཀའ་ཤག་གི་བློ་བཟང་སེང་གེ་གསོས་པའི་བཀའ་བློན་འདི་ཚོ་གིས་སྤེན་པ་ཚེ་རིང་ལ་ཡིད་ཆེས་བློ་འགེལ་ཡིན་གི་མི་འདུག། ཤ་སྤུན་ནང་གི་སྒྲིག་འཛུགས་འོག་མའི་གང་མ་ཡ་ཨ་ནི་བརྩི་བཀུར་བྱེད་ཡ་དང་ཨ་ནི་ཅིག་བརྡ་ཁྱབ་དང་དེ་འདྲའི་སྒྲག་བཞང་བྱེད་ཡ་དང།

ལྟར་དེ་མ་མཐོང་རྒྱུ་གཏན་ནས་རེད། ད་དེ་ག་རེད་ལབ་ན་རྒྱལ་བ་རིན་པོ་ཆེ་གི་སྐུ་དབང་དེ་རེད་ད། རྒྱལ་བ་རིན་པོ་ཆེ་གི་སྐུ་དབང་དེ་བེད་སྤྱོད་བྱས་ནས་སྤེན་པ་ཚེ་རིང་ཡག་བཀོད་ཡ་དེ་དེ་ཡིན་ལབ་ནས་བཀའ་ཤག་དང་སྤེན་པ་ཚེ་རིང་གཉིས་ཅག་གི་ས་བསྒྲགས་གནམ་བསྒྲགས་བྱས་ཡ་རེད། ད་མ་དོན་གཅོད་འཕོ་འགྱུར་བཏང་ཡ་དེ་ལ་ད་རང་ཡིན་གསུངས་ནས་ཀ་མ་གི་ལ་གི། ད་གསལ་བོ་བྱས་ནས་སོང་སོང་ཨ། དེའི་རྗེས་དེ་དེའི་རྗེས་ལས་དོན་ཚན་བཅུ་དུ་གསལ་བསྒྲགས་བྱས་པ་རེད། ད་དོན་ཚན་བཅུ་དུ་གསལ་བསྒྲགས་བྱེད་ཡག་གི་བརྒྱུད་རིམ་ནི་ད་ད་ལྟ་ཁམས་ཆུ་ཨོང་ཉི་ཤུ་པའི་བར་དུ་སླེབས་པ་རེད། ཁམས་ཆུ་ཨོང་ཉི་ཤུ་པ་དེ་ངོ་ནས་ཡིན་ན་ད་དོན་ཆུ་འཕོ་འགྱུར་བཏང་ཡོད་ལ་ཁམས་ཆུ་རྒྱབ་སྒོག་ཡོད་རེད་པ། ག་ལ་ལ་ན་ད་ད་ལྟ་ང་ཚོས་མི་གཅིག་བསད་པ་ཡིན་ན། མི་བསད་ཡ་དེ་ལ་ནག་ཉེས་བཙུགས་སྒོག་ཡོད་རེད་མ་གཏོགས་མི་བསད་ཡ་དེ་ཁྱབ་བསྒྲགས་བྱེད་ཡ་དེ་ལ་ནག་ཉེས། རྩིག་ལོ་ཐེངས་མར་བ། མི་བསད་ཡ་དེ་ལ་ཨོ་བསད་ངེས་དེ་གི་བསད་རེད་ཤི་ངེས་དེ་ཤི་རེད། ཁམ་ཆུ་མི་བསད་ངེས་དེ་ལ་དེ་ཀོ་དབང་དུ་ཡོད་རེད་ལ་གི་ཡོད་རེད་བ་ད། ཡིན་ན་ཡང་ཟེ་དེ་ལ་ཨ་ནི་ཁོ་བསད་དགོས་ཡ་གི་རྒྱུ་མཚན་དུ་བགྲང་ཡ་དེ་འགྲིག་མ་སོང་ལ་ཡ་དེ་ད་དེ་རེད་བ། ད་དེ་བྱས་དེ་དངོས་གནས་ཡིན་ན་ད། ད་ལྟ་ངས་གོང་དུ་ཞུས་པ་དེ་དག་རང་རེད། ཁམས་ཆོས་རྒྱབ་སྟངས་དེ་དཔེ་དུ་ཁམས་ཆོས་རྒྱབ་ས་གི་གཞི་རྩ་དེ་བརླགས་ནས། ད་རྩ་བ་བོར་ནས་ཡར་བཀའ་ཟིན་པ་དག་རང་འགྲོ་གི་ཡོད་རེད། དེ་དག་རང་འགྲོ་གི་ཡོད་པ་གང་ཞིག་ལ་ད་དེ་འདྲའི་གི་ཁམས་ཆོས་ཅིག་རྒྱབ་སྟངས་ཡོད་ན་ངས་ད་ལྟ་གོང་དུ་ཞུས་པ་དེ་དེ་རེད། ད་ང་ཚོའི་ངོས་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་ཁྲིམས་ཡིག་ཆེས་མཐོའི་ཁྲིམས་ཞིབ་ཁང་ལ་དེ་འབྲེལ་གྱི་ཀྱང་གཅིག་ཁམས་ཕྱི་དེ་འདྲས་དེ་ཡོད་ཡིན་ཟེར་བ་དེ་ང་ཚོས་ཅི་ཧ་མི་གོ་རེད་བ། མ་ད་དེ་འདྲས་གི་ཅིག་ལོང་པ་ཞེན་པ་ཡིན་ན་མི་བསད་གི་དེ་ནག་ཉེས་ཆེན་པོ་བརྩིགས་རེད་མ་གཏོགས་མི་བསད་ཡ་དེ་གི་ངས་བསད་དགོས་ཡ་དེ་རྒྱུ་མཚན་འདི་ཡིན་ད་ལ་ནས་དེའི་སྒང་ལ་ཁམས་ཕྱི་བརྩིགས་ཡ་དེ་ཅིག་ཏག་ཏག་ཅིག་བསྡད་གི་ཡོད་ན་དྲན་འགྲོ་ཅིག་འོ་དེ་ཅིག་དེ་ད་ད་ལྟ་དེ་རྩ་བ་དང་ཡན་ལག་ལ་ཡ་ཅིག་ཨ་བཅའ་ཁྲ་ནང་ལ་གསལ་བོ་འདུག་ཨ་མ་ད་དེ་ངས་ངས་མ་ད་ངས་དེ་འདྲས་ཧ་གོ་མ་སོང་ཡིན་ན། ད་ཕྱིར་ཐུགས་ཁྲོམ་སྐྱོབ་ཁང་གི་ཡིན་ན་ག་འདྲ་ཅིག་གཟིགས་ཡོང་མིན་ངས་ཧ་གོ་གི་མེད། ཡིན་ན་ཡང་དེས་དངོས་དོན་གྱི་དེ་འདྲའི་འདྲ་འབུ་ཅིག་ཆགས་འགྲོ་གི་ཡོད་རེད་དྲན་གི་འདུག་ད་ཁྲིམས་དོན་གྱི་ཐོག་ནས་ཡང་དག་ཁོ་ཚོས་ཁྲིམས་ཡིག་ག་རེ་བེད་སྤྱོད་གཏོང་གི་ཡོད་ན་ང་ཚོས་ཧ་གོ་མ་རེད་པ་ཁྲོམ་སྐྱོབ་ཁང་གི། ལགས་སོ་དེ་ཕྱིན་ནའང་དེ་ནས་ད་ལྟ། བཀའ་ཤག་གིས་དོན་གཅོད་འཕོ་འགྱུར་བཏང་ཡག་ལ་ཡང་རྒྱུ་མཚན་བཅུ་བགྲངས་པ་དེ་གི་རྒྱུ་མཚན་བཅུ་ཆ་ལོ།

ད་ལྟའི་བློ་ཁ་ལ་ད་ལྟའི་ད་ལྟ་འདི་རེད་གནད་འགག་ཆེན་པོ་གཅིག་རེད་ཤག་ག་རེ་ལ་ན། ཆེས་མཐོའི་ཁྲིམས་ཞིབ་ཁང་གིས་ད་བཅད་ཁྲ། ཤོག་དེབ་ཤོག་ངོས་གཅིག་སྟོང་བརྒྱ་མེད་ཉི་ཤུ་རྩ་བརྒྱད་ཡོད་རེད་པ། ད་དེ་གི་ནང་ལ་ཞུ་རྩ་ཞུ་བཞུར་བར་གྱི་ཞུ་རྩ་ཁོ་རང་ནང་ལ་བསིལ་བོ་འདུག་ཨ། དོན་ཚན་བཅུ་རེ་རེའི་སྒང་ལ། ཨཱ་ནི། ད་ལྟ་འདི་ཉམས་ཞིབ་བྱེད་ཡ་ཅིག་དང་རྩོད་གླེང་བྱེད་ཡ་ཅིག་དང། དོན་ཚན་བཅུ་དེ་རེ་རེ་རེ་རེ་གྱིས་ནི་དཀའ་བོ་དཀའ་རྐྱང་བྱེད་ཡིན་ལ་ཡ་ཅིག་དེའི་ནང་ལ་ལེགས་འགྲོ་བ། ད་དེ་བྱས་དེའི་དངོས་ཡོད་གནས་སྟངས་ཀྱི་ཐད་ད་ལྟ་ཁྲིམས་མཐུན་ཁྲིམས་ཞིབ་ཁང་གིས་ད་ཁྲིམས་བཤེར་བྱེད་ཡ་གི་སྐབས་དེ་ལ། དོན་ཚན་མཐའ་མ་དེ་བཅོས་པ་དེའི་སྒང་ལ་ལོག་པ་མང་ཆགས་ནས་བྱ་ཡ་གཅིག་གི་གནས་སྟངས་ཀྱི་ཆགས་བསྡད་ཡོད་འདུག་དེའི་ཉེས་མ་དེ་ལ་ཡ། སྤེན་པ་ཚེ་རིང་གི་ལྷག་བསམ་དང་འཇོན་ཐང་འོག་ད་ལྟའི་ཡ་རབས་བཟང་སྤྱོད་དེ་ཚོའི་སྒང་ལ་འགྲེལ་བཤད་རྒྱག་པའི་གོ་སྐབས་ཅིག་གནང་འདུག་བ། དེ་གི་དུས་ཚོད་དེ་དོན་ཚན་བཅོས་པ་གླེང་ཡ་གི་དུས་ཚོད་དེ་ལ། དོན་ཚན་བཅོས་པ་གི་གླེང་ཡ་གི་དུས་ཚོད་དེ་ལ། གླེང་སློང་བྱེད་ཡ་གི་དུས་ཚོད། གླེང་སློང་བྱེད་ཡ་གི་ད། དངོས་གནས་ཡིན་ན་ཁྲིམས་བཤེར་བྱེད་ཡ་གི

གཅིག་ཀྱང་ཨ་ནི་ཁང་སྐྱིད་བྱེད་མ་ཐུབ་པ་རེད། ཨ་ནི་ཞིབ་བཤེར་པ་གི་ཁང་སྐྱིད་ཁག་ཚང་མ་བྱེད་ཐུབ་པ་རེད། དེ་འདྲི་གཅིག་ད་ཤོག་དགའ་བོ་སྒང་ལ་སྣག་ཚ་ནག་པོ་གི་སྤྲོད་བཞག་ཡོད་རེད། དེ་འདྲི་གཅིག་གི་དངོས་གནས་གི་ཁྲིམས་གི་དབང་ཆ་གཅིག་བེད་སྤྱོད་བྱེད་ནས་འགྲོ་གི་ཡོད་དུས། ད་དངོས་གནས་ཅིག་ཧང་སང་ཡང་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ད། ག་རེ་ལ་ན། དོན་ཚན་བཅུ་དེ་རེ་རེའི་དགོངས་ལ་འདི་འགྲོ་མ་དགོས་ཡ་ཅིག་བྱས། དོན་ཚན་བཅུ་པ་དེ་བཞག་དགོས་ཡ་གི་རྒྱུ་མཚན་དེ་ག་ག་རེ་ལ་ཐུག་གི་ཡོད་རེད་ད་དེ། དོན་ཚན་བཅུ་པ་དེ་ཤུན་ཐན་བྱས་ན་ད་ལྟ་དོན་ཚན་བཅུ་གི་དགོངས་ལ་རེ་རེ་བྱས་ནས་ཨ་ནི་ཁོ་ཚོས་ཞིབ་བཤེར་བྱས་ཡ་དང་རྩོད་གླེང་བྱས་ཡ་གི། འགྲེལ་བཤད་ཅིག་བརྒྱབ་བཞག་ཡོད་དེ། དེ་མི་དམངས་ལ་ཅིག་མགོ་སྐོར་བཏང་ཡ་འདྲ་བོ་ཅིག་ལས་བསྒར་ནས་ད་དངོས་གནས་ཀྱི་དེའི་སྐབས་དེ་ཞིབ་བཤེར་བ་དང་ཁྲིམས་དོན་དུ་རྩོད་ལན་པ་ཚང་མ་ཡོད་རེད་པ། ད་དེ་ཚོ་ཚང་མ་དངོས་གནས་ཡིན་ན་ཅིག་ལྐུགས་པ་བཟོ་ཡ་འདྲ་བོ་ཅིག་གི་ལས་ཀ་ཅིག་ཆགས་མེད་འགྲོ་འདྲ་བོ་ཅིག་དྲན་གྱི་འདུག་དེ་བྱས་ཏེ་ད་ལྟ་འདི་རེད་འདིའི་དོན་ཚན་བཅུ་པ་དེ།

ཁྲིམས་དང་སྒྲིག་གཞི་ཞུ་ཚུན་གྱི་དམངས་སྲོལ་དེ་ལག་བསྟར་བྱེད་ཀྱི་ཡིན་གསུང་གི་ཡོད་རེད་པ། དེ་བྱེད་ཀྱི་ཡོད་དུས་ད་ཁྲིམས་ཀྱི་སྒང་ལ་དེ་གི་ཁྱེད་ཚོང་དེ་ཁྲིམས་ཀྱི་སྒང་ལ་སུ་གང་མེད་པ་ཅིག་ཆགས་འགྲོ་གི་ཡོད། ད་དེ་ཡིན་ན་ཁོ་ཚོས་ཁྲིམས་དེ་ལག་བསྟར་བྱེད་སྟངས་དེ་མི་ལ་ཁྱད་པར་ཡོད་ཡ་ཅིག། ཨང། ད་དེའི་ནང་ལ།

དེ་ཡི་གིས་དོན་ཚན་བཅུ་པ་དེ་ལ་ལོག་པ་མ་འཆང་ཡ་དང། དོན་བཅུ་འཕོ་འགྱུར་གཏོང་ཡས་དེ་ལ་ལོག་པ་མ་འཆང་ཡ། དེ་ཚོ་དངོས་གནས་ཀྱི་ཁྱིམ་མཚེས་ཁྲིམས་གཞུང་ཁང་གི་ཅིག་བཀོད་སྒྲིག་བྱས་ནས་ཁམས་ཕྱི་དེ་བཟོ་བཞག་པ་མིན་འགྲོ་དྲན་འདུག་ཅིག་ཆ་དེང་དུ།
ལས་ཟེར་དེ་ནི་ད་ལྟ་ཁྱེད་རང་གིས་འགྲེལ་བཤད་གནང་པ་ནང་ལོག་ལ་ཡ། ད། ཁྲིམས་ཁྲིམས་ཀྱི་ཐོག་ལ་ཡ།

ད་བཀའ་ཤག་ལ་ཁྲིམས་རྩོད་པ་ཅིག་ཡོད་རེད་ཕར་ཕྱོགས་དེ་ལ་ཞིབ་བཤེར་པ་དེ་ལ་ཁྲིམས་རྩོད་པ་ཅིག་ཡོད་རེད་ད་སྤྱི་དོགས་ང་ཚོ་ལ་ཁྲིམས་རྩོད་པ་ཅིག་ག་རེ་བྱས་ནས་དགོས་ཀྱི་ཡོད་ལབ་ན་ཁྲིམས་དེ་ལ་བློ་སྦྱང་བྱས་ནས་ཁྲིམས་དེ་ཉམས་མྱོང་ཡོད་ངེས་ཁྲིམས་དེ་ཧ་གོ་ངེས་ཨ་ནི་ཁྲིམས་དེ་ཆོལ་ཚང་གི་ལས་ཀ་བྱེད་ངེས་ཅིག་ད་ཁྲིམས་དེ་ཆོལ་ཚང་གི་ཡ་གི་ད་ཁྲིམས་ཞིབ་ཁང་ནས་ཡིན་ན་རེད་ད་ཁྲིམས་དཔོན་ཡིན་ན་རེད་དེ་འདྲའི་གི། ཡིན་ན་ད་ཅིག་མ་བཀའ་བཏང་ཡང་དེ་ལབ་དགོས་རེད་བ། ཁྲིམས་ཁྱོད་ཚང་འགྲོ་གི་ཡོད་མེད་ལ། ད་དེ་ཚོས་གསལ་བོ་བྱས་ནས་ལྟ་ནས་ཁྲིམས་ཁྱོད་ཚང་འགྲོ་གི་མེད་པ་ཡིན་ན་དེ་ཡ་ལག་ཆགས་ཡ་ཅིག་དང་ངུ་ལེན་བྱེད་མ་ཐབས་ཡ་ལ་ངུ་ལེན་མ་བྱེད་མ་ཐབས་ཡ་ངུ་ལེན་བྱེད་ཐུབ་གི་མི་འདུག་ལ་ཡ་ད་དེ་ཁྲིམས་དང། ཏག་ཏག་འགྲིག་གི་མི་འདུག་ལ་ནི། ཡ་བསྐྱར་བཤད་བྱེད་ཡ་ད་ད་དེ་བརྒྱུད་རིམ་དེ་ཚོ་ཡོད་བསྡད་པ་ཅིག་རེད་པ། ད་དེ་ཡོད་བསྡད་པ་ཅིག་ཡིན་པ་གང་ཞིག་ལ་ད་བཀའ་ཤག་གི་ཁྲིམས་རྩོད་པ་འདྲ་བོ་ཅིག་གི་གནས་སྟངས་ལ་བསམ་བློ་བཏང་པ་ཡིན་ན། སྐབས་དེ་དུས་དང་པོ་ནས་ཡང་བརྙན་ཆུ་རྒྱབ་བཏང་ནས་དུས་ཚོད་ཅིག་འགྲིག་མེད་པ་འདྲ་བོ་ཅིག་རེ་དྲན་གྱི་འདུག་ཡིན་ན་ད་ལྟའི་ང་འདྲ་བོ་ཅིག་ནི་ཁྲིམས་ལ་དེ་འདྲའི་བློ་སྦྱང་བྱེད་མ་མྱོང་ངེས་ཅིག་དང། ཨ་ནི་ཁྲིམས་ལ་ཉམས་མྱོང་མེད་ངེས་དེ་འདྲ་ཅིག་གི་སྒོ་ནས་ཐད་ཀར་ང་ཚོས་ད་ཅིག་ཡང་མིག་གི་རྣམ་ཤོག་བེད་སྤྱོད་བཏང་ནས་འདི་བྱས་ཡ་མ་གཏོགས་ཁྲིམས་ཀྱི་ད་ལྟའི་བློ་སྦྱང་དེ་དེ་འདྲའི་གི་བརྒྱུད་རིམ་ནི་སྐད་སྐད་ཆ་བཤད་གི་ཡོད་མ་རེད་པ། འོ་དེ་བྱས་དུས་ད་དང་པོ་ཡང་བརྙན་གཞི་རྒྱབ་བཏང་གི་ཆ་ནས་རེད། ཨནི་ཁྲིམས་ཞིབ་ཁང་གིས་མ་བཀའ་བཏང་ཡོད་རེད་པ། བཀའ་ཤག་ལ་ཨནི་ཐ་ན་བཀའ་ཤག་གི་ཡི་གེ་འབྲི་སྟངས་ཚུན་ཆད་འགྲིག་གི་མི་འདུག་ཁ་སྣོན་བྱེད་དགོས་འདུག་ལ་ཡོད་དེ། ཨནི་ཐ་སྙད་དེ་ཚོ་ཏག་ཏག་ཅིག་བསྡད་གི་མི་འདུག་ལ་ནི་འདི་བྱེད་དགོས་ཡ་ཅིག་ད་མང་པོ་ཅིག་གནས་ཚུལ་མང་པོ་ཅིག་ལྷག་ཡོད་པ་འདྲ། ཡིན་ན་དེ་འདྲའི་ཅིག་གི་སྐབས་དེ་ལ་ད་ད་ལྟ་རྒྱལ་བ་རིན་པོ་ཆེ་གི་སྐུ་དབང་དང་འབྲེལ་ནས་བཀའ་ཤག་གི་སྙན་ཞུ་རྒྱག་ཡས་དེ་དེ་རེད། ད་རྒྱལ་བ་རིན་པོ་ཆེ་གི་སྐུ་དབང་དང་འབྲེལ་ནས་བཀའ་ཤག་གི་སྙན་ཞུ་རྒྱག་ཡས་ཀྱི་སྐབས་དེ་ལ། ཆེས་མཐོའི་ཁྲིམས་ཞིབ་ཁང་གི་བརྡ་ལན་ག་རེ་གླས་ཡོད་དམ། དེའི་བརྡ་ལན་གླས་ཡོད་ཡས་དེ་ད་ལྟ་སྤེན་པ་ཚེ་རིང་གི་ཁམས་ཕྱིར་རྒྱབ་ཡས་ཀྱི་ཨང་ད་ལྟ་དེའི་དོན་ཚན་དག་རང་རེད། ཁམས་ཕྱི་ཨང་ཉི་ཤུ་པ་དེ་དོན་གཅོད་འཕོ་རྒྱུ་ལ་འབྲེལ་བ་མེད་ཡས་གཅིག་དང། དོན་ཚན་བཅུ་གི་མགོ་ལ་ཁམས་ཆུ་རྒྱག་ཡོད་པ་ཅིག་དེ་གསལ་བོ་གཅིག་ནི་མ་བརྡ་ལེན་སྟངས་རེད་པ། དེའི་སྐབས་དེ་ལ་དངོས་གནས་ཡིན་ན་ཁྲིམས་རྩོད་པ་དེ་གིས་ཁྲིམས་བློ་སྦྱོང་ཡོད་ངེས་ཅིག་དང་ཁྲིམས་ལ་ཉམས་མྱོང་ཡོད་ངེས་ཅིག་དང། ཧ་གོ་ངེས་ཅིག་གི། ལྐུགས་པ་ཨ་ཚིག་འདྲ་བོ་ཅིག་བྱས་ནས་ད་ལྟ་ཡ་ག་རེ་བྱས་ནས་དེ་བསྡད་བསྡད་ཡོང་ན་དྲན་ཡ་འདྲ་བོ་ཅིག་སྤྱི་ཚོགས་ནང་ལ་དྲན་གྱི་ཡོད་ས་རེད་ང་རང་གིས་དེ་འདྲ་ཅིག་དྲན་གྱི་འདུག་དེ་ག་རེ་ལ་ན་ད་དོན་ཆེན་ཕོ་རྒྱུད་བཏང་ཡ་དེའི་སྒང་ལ་རྙག་དྲ་དུ་སླེབས་ཡོད་རེད་མ་གཏོགས་དོན་ཚན་བཅུ་ལ་ཡ་དེ་དོན་ཆེན་ཕོ་རྒྱུད་མ་བཏང་པ་ཡིན་ན་དོན་ཚན་བཅུ་ལ་ཡ་ཅིག་གཞི་རྩ་ཁོ་རང་ཡོད་མ་རེད་བ། དོན་ཆེན་ཕོ་རྒྱུད་བཏང་ཡ་གང་ཞིག་ལ་དོན་ཚན་བཅུ་དུ་སླེབས་དགོས་ཡ་དེ་ལ། དོན་གཅོད་འཕོ་འགྱུར་བཏང་ཡས་ཀྱི་རྗེས་ནས་ཨེ་ནི་ཞིབ་སྦྱོར་བ་ཁོ་རང་གི་འོ་འཁྲུད་པ་ཅིག་གིས་ཁོ་རང་གི་རྒྱབ་སྐྱོར་པ་ཁ་ཤས་ཅིག་གིས་ད་དེ་མ་གསལ་བོ་བྱེད་དགོས་ཀྱི་ཡོད་ལ་ངས་ཁོ་རང་ཚོ་རེད་པ་ད་ཁོ་ཚོ་མ་གསལ་བོ་བྱས་ཏེ་ད་འགྲིག་གི་མེད་པ་ཡིན་ན་ཁམས་ཕྱི་རྒྱལ་སློབ་སྦྱོང་ཟེར་མཁན་དེ་ཐོག་མ་གཅིག་གཉིས་ཅིག་ལབ་ཡོད་རེད་ད་ཁམས་ཕྱི་རྒྱབ་ཕྱོགས་ལ་ཡོད་དེ།

ཁེ་བཟང་ག་རེ་ཡོད་རེད་ལབ་ན་དོན་ཆུང་འཕོ་འགྱུར་བཏང་ཡོད་གི་བརྒྱུད་རིམ་གི་གནས་སྟངས་གཅིག་གཅིག་ཀྱང་དེ་ལ་གོ་མ་ཆོད་ཡ་ཆགས་བསྡད་ཡོད་རེད་ད། དེའི་རྐྱེན་ནི་ད་དེ་གི་རིག་པ་དེ་བཏང་རེད་པ། དོན་ཆུང་འཕོ་འགྱུར་བཏང་ཡོད་དེ་གི་གནས་སྟངས་རྒྱ་གར་རིན་པོ་ཆེ་ལ་འདྲི་བ་ཡིན་ན་རེད་ཀིར་གིའི་ཡིག་ཚང་ལ་འདྲི་བ་ཡིན་ན་རེད་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་བཅའ་ཁྲིམས་དང་འགལ་ཡོད་ན་རེད།

ལྐུགས་པ་ཨ་ཚིག་ཅན་ནི་གར་ཅན་དེ་དེ་རེད་ལ་ཡི་དེ་ད་ལྟེ་རེད་འཐི་ཤོད་ངས་བལྟས་ན་འཐི་ཤོད་ཆེ་ཤོས་དེ་དེ་རེད་དྲན་གི་འདུག་ཨ་ནི་ད་ཡང་ང་ཚོ་འདི་རེད་ད་གཅིག་གི་ཆེས་མཐོའི་ཁྲིམས་ཞིབ་ཁང་གི་བཀའ་གཅིག་བཏང་བཞག་ན་ཁུར་ན་ཁུར་དགོས་རེད་མ་ཁུར་ན་ཁུར་དགོས་རེད་ལ་ནི་སྒུར་བསྡད་ཡག་གི། དེ་ཁྲིམས་ཀྱི་འགྲོ་སྟངས་གཅིག་མ་རེད་པ། ད་ང་ཚོ་གཅིག་ཆོས་ལུགས་ཆོས་ཕྱོགས་ནས་བཤད་པ་ཡིན་ན་ཆོས་ལུགས་པའི་ངོས་ནས་བཤད་པ་ཡིན་ན་བླ་མ་གི་བཀའ་གཅིག་བཏང་བཞག་ན་ད་དེ་ཡིན་ན་ཡིན་མིན་ན་མིན་དེ་བཀའ་བཀའ་སི་བཏང་ལོས་ཞི་གི་ཡི་ལ་ངེས་གི་རྒྱུད་རིམ་འདྲ་པོ་གཅིག་ཡོད་རེད་མ་གཏོགས་ཁྲིམས་ལ་ཡེ་དེ་ད་དངོས་གནས་གི་དྲང་པོ་འགྲོ་གི་ཡོད་མེད་གི་སྒང་ནས་མིན་ཁོ་རང་ཁྲིམས་ལ་ཡེ་དེ་དྲང་པོ་ཡིན་མིན་གི་གཅིག་ད་འདི་འདི་ཐ་སྙད་གཅིག་རེད་པ། འོ་དེ་ཅིག་ད་དེ་དུས་ཚོད་ཅིག་འཐུས་ཤོར་ཆེན་པོ་འགྲོ་བ་ཅིག་སང་མི་འགྲོ་བྲེལ་འདུག། སྐབས་དེ་དུས་དོན་ཚན་བཅུ་བྱང་པའི་ནང་གསེས་ཀྱི་དོན་ཚན་བཅུ་བ་རང་སྒང་ལ་ཤུགས་ཆེན་པོ་ཅིག་བགྲོ་གླེང་བྱེད་ཐུབ་པ་ཡིན་ན་ད་མི་ཐག་གཅོད་བྱེད་མི་ཐུབ་ཡ་འགྲོ་བ་རེད་པས། འདི་ད་དེ་ངས་དེ་དེའི་སྒང་ལ་འདི་བྱས་ན་དེ་ད་མི་ཐག་གཅོད་དེ་བྱེད་ཐུབ་མི་ཐུབ་ཧ་གོ་གི་མེད། ཡིན་ན་ཡང་དེའི་སྐབས་དུས་ལ་སྤེན་པ་ཚེ་རིང་གི་ལྷག་བསམ་དང་དེ་ཚོ་ལ་ཅིག་ད་དེའི་གསལ་བཤད་བྱེད་དགོས་ཡ་གི་རྒྱུ་མཚན་དུ་ག་བ་ནས་ལེ་རེད། སྤེན་པ་ཚེ་རིང་གིས་ལྷག་བསམ་དང་གཅིག་གྱུར་དང་དུས་ཚོད་གསལ་བཤད་བྱེད་དགོས་པ་ཡིན་ན། བཀའ་ཤག་གི་ངོས་ནས་ཡང་བཀའ་ཤག་གི་ལས་དོན་ཚོགས་ཚུད་པ་དང་ཨ་ནེ་གཅིག་ཡག་པོ་བྱེད་ཡ་དང་དུས་ཚོད་ངོས་ནས་ད་ཕྱོགས་གཉིས་ཀ་ལ་རྒྱ་མ་འདྲ་བོ་གཅིག་བསྐྱངས་ནས་ཡང་རྒྱུད་གཅིག་པ་བྱས་ནས་གསལ་བཤད་བྱེད་དགོས་ཡོད་རེད་མ་གཏོགས་ཕྱོགས་གཅིག་ལ་གསལ་བཤད་བྱས་གཅིག་ཕྱོགས་གཅིག་ནས་ལྟད་མོ་བལྟ་ནས་བསྡད་ཡ་མ་གཏོགས་ཨ་ནེ་གཅིག་ད་དུད་འགྲོའི་གོ་སྐབས་མེད་པ་གཅིག། སྤྱི་ཡོ་རི་བ། དོན་ཚན་བཅུ། ས་བཤེར་དོན་ཚན་བཅུ་གི་མཐའ་མ་གི་བཅུ་པ་དེའི་སྒང་ལ། ཁྲིམས་བཤེར་གྱི་རྩོད་གླེང་བྱེད་དགོས་ཡོད་ན་ཕྱག་གཉིས་ཀ་གིས་རྩོད་གླེང་བྱེད་དགོས་རྒྱུ་རུ་འཇུག་རེད་བ། ཡིན་ན་ཡང་ས་བཤེར་བྱེད་དགོས་དུས་ཕྱག་གཅིག་དེ་མ་གཏོགས་ཕྱག་གཅིག་དེ་ས་བཤེར་ཅེས་མ་བཅུག་པ་རེད་ད། གཅིག་ཤི་ན་ཡང། ད་བཀའ་ཤག་གི་ངོས་ནས་གསལ་བཤད་མེད་ལ་ན་དེ་ང་ཧ་མ་གོ་ད། ང་ཚོ་ལ་གསལ་བཤད་སྐད་མེད་སྤེན་པ་ཚེ་རིང་ལ་གསལ་བཤད་བྱེད་ཅིག་ད་ང་ཚོ་ལ་དེ་འགྲིག་གི་འདུག་འདྲ་བོ། སང་ཡོང་ན་ཧ་མ་གོ་ཡིན་ན་ང་ཚོ་དེ་ད་ཆུ་ལོག་གི་ལྟ་ངེས་གི་མ་རེད་བ། ཡིན་ན་ཡང་ད་ག་ཚོད་གསལ་བཤད་བྱེད་དགོས་ན་ཕྱོགས་གཉིས་ཀྱི་ལ་གསལ་བཤད་བྱེད་ཡོད་ཀྱི་རེད་དྲན་གི་འདུག་གསལ་བཤད་བྱེད་དགོས་ཡ་ཅིག་གི་གནས་སྟངས་ཆགས་བསྡད་ཡོད་རེད། དེ་མིན་པ་ཡིན་ན། སྤེན་པ་ཚེ་རིང་གཅིག་པོ་ལ་གསལ་བཤད་གསལ་བཤད་བྱེད་ཡག་གི་གོ་སྐབས་ཅིག་སྤྲད། བཀའ་ཤོག་ལ་ཨ་ནི་དེ་ལ་ལྟད་མོ་ལྟ་ཡ་མ་གཏོགས་སྐུ་དབང་མེད་པ་ཅིག་གིས་ཁྲིམས་ཞིབ་ཁང་གིས་ཡང་དེ་འདྲའི་ཅིག་གི་སྐུ་དབང་དེ་འདྲའི་བེད་སྤྱོད་བཏང་ཡོད་ན་མེད་ན་ད་ལྟའི་ངས་ཧ་གོ་མེད་ཡིན་ན་ཡང་ང་ཚོའི་ལྟ་ས་དང་དེ་ནི་ཡ་གི་ཁྲིམས་ཞིབ་ཁང་ནས་འགྲོ་སྟངས་དེ་དེ་འདྲའི་འདྲ་བོ་ཅིག་ཆགས་འགྲོ་ཡོད་རེད། ལ་སུ་ཐུག་བྱས་ན་དེ་ནས་ད་ཅི་ཁྱེད་ཀྱིས། བཀའ་མོལ་གནང་ཡ་ནང་ལོགས་ལ་ཡ། དཔེར་ན། དོན་ཚན་བཅུ། གང་ལ་ཡ་བགྲོ་གླེང་གནང་ཡ། ཅིག་སོང་བ་རེད་ཨ་ཞུ་གུ་ལ་ཡ། ད་ཐག་གཅོད་ནང་ལོགས་ལ་ཡིན་ན་ཡང། ཨ་ནི། ཆ་ཚང། ཕྱོགས་གཅིག་ནས་གི། ཁུངས་སྐྱེལ་བྱེད་ཐུབ་ཡོད་པ། ཆ་ཚང་ཕྱོགས་གཅིག་ནས་ཁུངས་སྐྱེལ་བྱེད་ཐུབ་མེད་པ་སྐད་ཆ་འདི་རིགས་བཤད་ཡོང་དུས། གཤམ་ལ་ཡ་ཡང་དོན་ཚན་གཅིག་ལྷག་བསྡད་པའི་བཟོ་འདྲ་བོ་དེ་འདྲའི་གི་གནས་ཚུལ་འཆང་འོང་དུས་བཅད་ཁྲ་ནང་ལོགས་ལ་ཡ་ནས་ཡང། ཨ་ལྟས་ཚེ་ཅིག་གི་ཡིག་ཆ་མང་པོ་ཅིག་ཐུག་མ་ཐུག་ཡ་འདྲ་བོ་དང་དཔེར་ན་ཆ་བཞག་པ་ཡིན་ན། བཀའ་ཁྱབ་དང། མཐའ་མེད་ཀྱི་བཀའ་ཁྱབ་ཟས་སྦྱོར་བ། དེ་དང་ལྷ་ནི་མཐའ་མེད་ཀྱི་ཐག་གཅོད་ཀྱི་ལས་ཚན་གཉིས་ཆ་ལོ། གཅིག་མཐུན་མི་མཐུན་འདྲ་བ་གཅིག་ཡོང་བསྡད་ཀྱི་མི་འདུག། ལགས་སོ། ད་དེ།
ད་ལྟ་ད་ང་འདྲ་བོ་གཅིག་ན། ད་ང་ཚོ་གཅིག་པ་རེད་འདི། ཆུ་ལོག་ལ་བསྡད་ངེས་ཡིན་ཙང་སོ་སོ་སོ་སོ་གི་གཅིག་ལྟོ་གོས་ཀྱི་ཆེད་དུ་ལས་ཀ་བྱེད་དེ་འདྲ་གཅིག་དེ་ཚོས་དེ་ཚོ་དཀོན་པོ་རེད། ཞེ་དྲག་ཅིག། ད་དེས་ང་ཚོས་དུས་ཚོད་མང་པོ་བཏང་ནས་ཅིག་ཉམས་ཞིབ་བྱས་ཏེ་དེ་འདྲའི་གོ་སྐབས་ཞེ་དྲག་ཡོད་མ་རེད་བ། ཡིན་ན་ཡང་ད་ཅིག་ད་ལྟ་བཀའ་ཤག་གིས་མ་བཅད་ཁྲ་བཏང་བཞག་ཡག་གི། དེ་ཚོ་ལ་ང་ཚོས་ཅིག་མ་བམ་བརླག་འདྲ་པོ་ཅིག་བྱས་པ་ཡིན་ན་དེའི་ཚེ་ཅིག་མིག་ཤེལ་འདྲ་པོ་ཅིག་བྱས་པ་ཡིན་ན་དེ་ཚོ་ལ་ཅིག་མཐོང་མ་ཐུབ་ཡས་དེ་འདྲའི་མང་པོ་ཅིག་མཐོང་ཡས་འདུག། ད་ད་འདི་ཁྱེད་གསུང་ཡས་དེ་རེད་འདུག་ད་ད་བཀའ་ཤག་གིས་ད་ད་ད་ཤོག་གྲངས་ཅིག་བཏང་རྒྱ་མིས་ཉི་ཤུ་རྩ་དྲུག་དེ་ཐག་གཏན་འདེད་དེ་ཐག་གཅོད་ཀྱི་ཡིག་ཆ་ཐག་གཅོད་གཏན་འདེད་དོན་ཚན་གསུམ་དེ་གི་འགོ་བརྗོད་དེ་རེད་འདུག་དེ་གི་འགོ་བརྗོད་དེ་ལ་ད་ཁོ་ཚོས་འདི་གཏན་འདེད་དེ་འདི་གསུངས་བཞག་ཡོད་དང། འདིའི་ནང་ལ་ད་ལྟ་བཀའ་ཤག་གི་ཞིབ་དཔྱོད་པའི་ཁང་སྐྱེལ་དགོས་པ་ཁག་ཐུབ་པ་དང། རྩོད་ལམ་པའི་ཁང་ཁྱི་དགོས་པ་ཁག་མ་ཐུབ་པར་བརྟེན། ཨ་ནེའི་དོན་ཚན་གསུམ་དུ་བཅད་ཁྲ་ཐག་གཅོད་བྱས་བཞག་རེད་པ། ཤོག་གྲངས་གཅིག་སྟོང་བརྒྱ་མེད་ཉི་ཤུ་རྩ་བདུན་གི་བཀའ་ཁྱབ་ལ་ཡི་དེ་བཀའ་ཁྱབ་ལྟ་ལ་ཡི་འདི་ལྟར་ད་འདི་ལྟར་གི་དེ་རེད་བྱ། དེའི་ནང་ལ། ཁམས་ཆུ་འདི་དང་འབྲེལ་བའི་ལབ་གླང་མང་དག་ཅིག་སྐྱོད་ཡ་ཕྱོགས་གཉིས་ཀ་ནས་ཞོམ་འབྲེལ་ལས་དོན་བཀོད་མངགས་དང་སྙན་སེང་གི་ངག་ཐོག་ནས་ཆོས་དེ་གོ་བདེན་འཕྲོད་མ་འཕྲོད་དབང་གིས་ཀྱང་སྡུག་ཀྱང་སེ། ཁྱོད་གཉིས་ཅག་གིས་འགྲིག་མི་འདུག། སང་ཞག་འདི་ལྟར་བཀའ་ཁྱབ་ལ་ཡི་དེའི་ནང་ལ།